ཟླ་དེ་རིང། འདི་ན་ལོ་ལེ་ཚན་འདི་ན་ལོ་ཡར་མུ་མཐུད་ཆེད་དཔེ་གཉིས་སྲུང་སྐྱོབ་བྱེད་སྟངས་ཀྱི། ག་རེ་ཟེར་ན། ནང་དོན། གཞན་དག་ཅི་རྙེད་ཅི་མ་ཞུགས་ཡིན་ཟེར་བ། དཔེར་ན་གོང་ལ་ཡང་ང་ཚོས་དཔེ་རྙིང་ཟུར་ཉན་འདི། ཚུལ་དུ་བྱས་རྙེད་པ་ཡིན་ན། རྙེད་ཚར་བའི་སྐབས་ལ་ཁོའི་གནས་སྟངས་ཇི་བར་བ་གནས་སྟངས་ཁག་ཅིག་ཡག་པོ་ཡོད་སྲིད་ཀྱི་རེད། ཁག་ཅིག་ཐབས་སྐྱོ་བོ་དེ་འདྲའི་གནས་ཚུལ་ཡོད་རེད། བྱས་ཙང། དེ་འདྲས་གང་དང་གང་ཡིན་པའི་ནས་དར་དེ། ལས་གཅིག་ག་རེ་བཟོས་ན་མྱུར་སྐྱོབ་བྱས་རྗེས། སྐབས་འཕྲལ་ཐག་གཅོད་བྱེད་དགོས་ཡ་དེ་འདྲས་རེད་པ། དཔེར་ན་ཁ་ཅིག་ལ་ཡ་བཞག་ཡོད་བསྟན་རྒྱུ་ཁ་ཅིག་ལ་རོལ་གཞི་ཡོད་བསྟན་རྒྱུ་ཁ་ཅིག་ཐལ་ལ་ཡོད་བསྟན་རྒྱུ་རེད་པ། ད་དེ་འདྲས་ཀྱི་རིགས་དེ་ཚོ་སྔོན་ལ་ཡ་ཨ་ལེ་ཁོ་རང་མ་ལགས་པ་བྱས་ཡག་གི་ཆེད་དུ་རེད་པ། མ་ལགས་པ་དང་མ་རེད་པ་དང་ཆོས་སུ་མ་འགྲོ་བ་དེ་འདྲས་ཀྱི་ཆེད་དུ་ཨ་ནེ་ཅིག་མྱུར་སྐྱོབ་ཟིག་བར་བ་སྲུང་སྐྱོག་རིམ་པ་དམ་པ་མྱུར་སྐྱོབ་སི་དུས་ཙང་ད་ང་ཚོ། ཅིག་མི་དུ་མ་སུ་ནས་ཅིག། སྲོག་ཆགས་ཡིན་ནས་འདྲ་གང་དང་གང་ཡིན་ནས་སྔོན་ལ་ཡག་ལས་སོགས་ཏེ་གནས་པ་ཆེ་ཡག་དེ་གལ་ཆེན་པོ་ཡོ་ར་བ་ཆེ་ཙང་མྱུར་སྐྱོབ་ཟི་ཉེན་དེ་སྲོག་སྐྱོབ་དང་ཅིག་པའི་སོར་ཅི་རེད་ང་ཚོ་མྱུར་སྐྱོབ་ལྟེ་གནས་ཡིན་ཡག་ཅི་རེད་ཟི་ཉེན་ཅི་ཡོ་ར་བ་ཆེ་ཙང་དཔེ་རྙིང་ལས་ལས་ཀ་དེ་དང་པོའི་ནང་ལ་ཡག་འགྲོ་ཡག་ཅི་རེད་ད་དེ་ནས་སོགས་ལས་ཉེན་ཁ་རང་མི་འདུག་བསམ་བསམ་བྱས་བས་ན་ཨ་ནི་ད་དུ་རིམ་པ་གཅིག་གཉིས་བྱས་བྱས་དཔེ་རྙིང་གི། རིན་ཐང་རེད་དེ་ཚོ། ཨང། ཅིག་སྔོག་འདོན་བྱས་ཡག་ལ་ཡ་དོན་དུ་ལས་ཀ་གཞན་དག་འདྲ་བྱས་ཡོག་རེད་བྱས་ཙང་དེ་རིང་ང་ཚོས་སྔོན་ལ་ཡ་ཕྱོགས་སྒྲིག་ཟི་ཉན་དེ་ཞུགས་ཡིན་ཕྱོགས་སྒྲིག་དཔེ་རྙིང་ཟི་ཉན་དེ་ཇི་ལྟར་བྱས་བྱས་ཕྱོགས་སྒྲིག་བྱས་ཡིན་པ་རེད་བ། ཨང། དཔེ་ཆ་རྙིང་པ་ཟི་ཉན་དེ་རྙེད་ཡོང་དུས་ཙང་ས་འོག་ནས་རྙེད་བི་ནན་འདྲ་མི་སྒེར་གི་ལག་པའི་ནང་ལ་ཡག་ཡོད་ནན་འདྲ། སྟབས་ལེགས་བས་དེ་ཚོ་ག་རེ་རྙེད་ཀྱི་ཡོག་རེད་ཟེར་ན་ཆ་ཚང་པོ་རེད་བ། གོང་འོག་དང་དེབ་མ་འཁྲུགས་པ་ལ་སོགས་པ་དེ་འདྲས་ཀྱི་གནས་ཚུལ་དེ་འདྲ་ཡོང་གི་རེད་ད་ཡིན་ནད་དེ་ཁག་པོ་ཞུ་བོ་རེད་ཟེར་བ་དེ་འདྲས་ཀྱི་སྟབས་ལེགས་ཞུ་བོ་དེ་འདྲས་རག་འགྱོ་ད་ལྟ་ང་ཚོས་ཅིག་དཔེ་རྙིང་ད་གལ་ཆེན་པོ་དཔེ་ན་ཕྱོགས་སྒྲིག་བྱེད་དགོ་ཡག་དེ་ག་ནི་མི་བྱས་ཚར་བར་བ་ཉར་ཚགས་བྱེད་དགོ་ཡག་དེ་ནི་བྱས་ཚར་བར་དགོན་པ་ཡིན་ནའི་ད་མི་སྒེར་ཡིན་ནའི་ད་དཔེ་མཛོད་ཁང་ཡིན་ནའི་ད་ཁོ་ཚོས་ཆེད་ལས་ཀྱི་ཨ་ནི་སྲུང་སྐྱོབ་ད་དེ་འདྲས་ཏན་ཏན་བྱས་ཚར་ཡོ་རེད་བ་ད་ང་ཚོས་ཅིག་གལ་སྲིད་གསར་དུ་རྙེད་པ་འདྲ་བོ་བྱེད་མི་ན་དེ་ཚོ་ཡ། ག་འདྲས་བྱས་རྗེས་མྱུར་སྐྱོབ་བྱེད་ཀྱི་ཡིན་པ་མྱུར་སྐྱོབ་ཚར་སོང་ན་ཨང་ལས་ཀ་གར་བྱེད་ཡག་འདུག། དཔེར་ན་མྱུར་སྐྱོབ་བྱེད་པའི་སྐབས་ལ་ཡ། ཁོ་དཔེ་ཆ་དེ་ག་གིའི་ཁུངས་གཏོགས་རེད་དོ་བལྟ་གི་མ་རེད་ཁོ་ཚན་པ་ག་རེ་རེད་དོ་བལྟ་གི་མ་རེད། ནང་དོན་ག་རེ་རེད་དོ་བལྟ་གི་མ་རེད་སྔོན་ལ་ཡ་སྐྱོན་ཡོན་འགྱོག་དེ་གས་ག་རེ་ཟེར་ན་སྐྱོན་སེལ་ཡག་བྱེད་རེད་པ། མདོར་དོན་ན་ན་ཚ་འདུག་ན་ན་ཚ་དེ་གས་ཕ། བཅོས་ཡག་བྱེད་རེད་པ། དེ་བཅོས་ཚར་ནས་ཨ་ན་ང་ཚོས་ཆོག་གྱིས་སི་ཉན་གྱིས་བྱེད་དགོས་ཀྱི་ཡོད་རེད་ད། དེ་གས། ཚུལ་རུག་རུག་བཟོས་འགྲིག་བྱེད་རེད་པ། ཕན་ཐོགས་པ་ཞིག་བཟོ་དགོས་པར་བྱས་ཙང། དེ་ཚོ་ཕལ་ཆེར་བྱ་བ་ཅིག་ང་ཚོ། ད་ད་ལྟ་ང་ཚོས་བྱས་ཡ་ཡོད་དུ་ཕལ་ཆེར་བྱ་བ་དཔེ་རྙོག་གི་རྣམ་པ་རེད་དཔེ་རྙོག་ཟེར་དུས་ཙང་རྦད་དེ་རྙོག་བསྡད་པ། གོང་འོག་ཟེར་གལ་མེད་པ་རེད་པ། ད་ག་ནང་ཚན་ནང་དོན་གྱི་དབྱེ་བ་མེད་བསྡད་པ་ད་ག་ད་མདོར་བསྡུས་ན་དེང་སང་དཔེར་ན་མངའ་རིས་རྒྱལ་རྒྱུད་ཡིན་ནའི་འདྲ། བྲོ་གར་དགོན་པ་ཡིན་ནའི་འདྲ། སྐྱིད་རུ་ཡིན་ནའི་འདྲ། ད་གནས་ཆེན་ང་ཚོའི་ཕུ་རིའི་ཡིག་ཚང་བསྲེགས་ཡུལ་གནས་གྲ་གཅིག་ཕྱི་རྒྱལ་གྱི་ཡུལ་ལ་ཡ་བྱུང་ཤར་མགྱོགས་ཀྱི་རྟ་བོ་ལ་སོགས་པ་རི་བ་ད་ག་ནང་བཞིན་ཧི་མ་ལ་ཡའི་རི་རྒྱུད་ཀྱི་འབྲས་བུ་ཁ་ནས་རྙེད་པའི་ཆར་བ་ཡི་གནས་གྲ་འདི་ཚོ་ཕལ་ཆེ་བ་ག་རེ་ཟེར་ན་དཔེ་རྙོག་གི་རྣམ་པ་ཞིག་དང་རེད་དཔེ་དེ་ཉོག་ཅེས་ནང་དོན་དབྱེ་བ་ཨ་ལས་ཀྱི་གོ་ཚོད་ཡང་མེད་པ་ཨ་ནི་བོད་པའི་དཔེ་ཆ་འདི་ཚོ་ག་རེད་ཟེར་ན་དེ་མ་རེད་རེད་བྱེད་བྱེད་རེད་བ། དེ་མ་རེད་རེད་བྱེད་བྱེད་རེད་མ་གཏོགས་སྔ་མོ་རང་ནས་ཅིག་འཚེམ་བྱེད་རྒྱུ་དེ་འདྲ་ཉུང་ཉུང་རེད་བ་མེད་བ་མ་རེད། ཁོའི་རྣམ་པར་བྲོས་མིན་སྣ་ཚོགས་ཡོད་རེད། ད་ཡིན་ནའི་ལས། ཕལ་ཆེར་གྱི་དཔེ་ཆ་འདི་འདྲ་ཡིན་དུས་ཙང་དེ་ཕྱོགས་བསྒྲིགས་བྱེད་དགོས་ཡོད་རེད། ཕྱོགས་བསྒྲིགས་བྱེད་ཡག་ཟེར་ཉེན་འདི་ཨ་ནི་གཙོ་བོ་འདི་དེབ་ཆད་པ་དེབ་འཁྲུགས་པ་ཟེར་ཉེན་འདི་རེད་སྔོན་ལ་ནང་དོན་གཅིག་པ་བཟོ་དགོས་ཡོད་རེད་བ། ཨོ། དཔེ་ཆ་དཔེར་ན། གཅིག་པ་ཇི་ཡིན་པ་ཡིན་ན། ང་ཚོས་དཔེར་ན་པུ་ཏི་གཅིག་གི་ཆ་བེད་ཡིན་པས་ན་ཁོ་དཔེ་དེབ་གང་སར་འཐོར་བསྡད་ཡོད་རེད་འཐོར་བསྡད་དུས་ཙང་ཁོ་ཨ་ནི་གཅིག་ཕྱིའི་རྣམ་པ། ཡིག་གཟུགས་རེད་པ། ཐ་ན་གཅིག་ཁོའི་གཅིག་གར་གཟུགས་རེད་ཡི་གེའི་ཆ་བེད་ནང་ལོག་གི་ཁྱད་ཆོས་མང་པོ་གཅིག་ལ་ཡར་བལྟས་རྗེས་ཨོ་དེ་གཉིས་གཅིག་པ་རེད་ཆ་བསམ་བྱང་ཆེ་ཞོག་གཅིག་ལ་ཡར་བསྒྲིགས་བསྒུགས་ཡོད་རེད་པ། བསྒྲིགས་རྗེས། སྔོན་ལ་ཡར་ཆེ་ས་ནས་བསྒྲིགས་རེད་པ་ག་ལེ་ག་ལེ་ད་གཅིག་ཆེ་ས་ནས་བསྒྲིགས་ཡག་གི་གནས་ཚུལ་གཅིག་ཡོད་རེད། དེ་དེ་ཡོད་འདུག་ཙང་དེ་ནས་ཡང་ཞིབ་ཕྲའི་སྒང་ནས་ཨ་ནི་དེབ་གྲངས་སུ་ཞེས་ཤོག་གྲངས་འགའ་ནས་བསྒྲིགས། དང་པོ་ཨ་ལི་དཔེ་ཆ་ཤར་མ་ཤུ་གུ་གཅིག་པ་ཡིན་བསྟན་འགྱོགས། པུ་ཏིའི་ཆེ་ཆུང་སྦྱོར་བ་ཆ་ཚད་དེ་གཅིག་པ་དེས་བསྟན་འགྱོགས། ད་ག་ནང་བཞིན་གྱི་ཨ་ནི་ག་རེ་ཤུ་གུ་ཡོག་རེ་ཁོལ་ཅིག་ཡིག་གཟུགས་རེའི་རྣམ་པ་རེ་དེ་ཚོ་གཅིག་པ་དེས་བསྟན་འགྱོགས་དེ་གས་ཚུལ་རུག་རུག་གཅིག་བཟོས།

སྐྱོན་ཡག་དེ་ག་རེད་ཟེར་བ་དང་དེབ་མ་འཁྲུག་ཡག་ཅིག་གལ་སྲིད་འཁྲུག་པ་ཡིན་ནས་སོ་སོ་སོ་སོའི་ཤུ་གུ་རེ་རེ་ཡིན་ནས་འདྲ་དེབ་མ་རེ་རེ་ཡིན་ནས་འདྲ་དེ་ང་ག་གིའི་ཁུངས་གཏོགས་ཡིན་པ་སོ་སོའི་དེ་ཡི་གེ་ཆེ་ཆེ་ཟུར་ལ་ཡག་ཡོག་རེད་པ་ད་དེ་ཚུ་ཕར་འགྲིག་རྗེས་ཨང་གོང་འོག་གི་རིམ་པར་འགྲིག་ཡག་དེ་ཆེ་རེད། དེ་ཡིན་དུས་ཙང་ད་ཅིག་སྤྱི་ཐང་ག་ནས་ཕྱོགས་སྒྲིག་ཐོག་མར་བྱེད་དུས་ཙང་དུས་བསེ་ཡག་ཅིག་ནས་བྱེད་དགོས་ཡག་ཆེ་རེད། ས་འོག་ནས་དོན་འཁྱོག་ཡིན་ན་ཐོག་མར་ཅིག་ཐེ་ལེ་སོགས་རེ་དེ་འདྲ་མང་པོ་དགོས་ད་དེས་མ་ཚད་ཀི་ཨ་ན་གཅིག་ཚར་ཚོ་རེ་མང་དག་ཅིག་ཡོག་རེ་བ་དེ་ཚོ་ཕ་གཙང་སེལ་བྱས་གཙང་སེལ་བྱས་པའི་སྐབས་ལ་ཡིན་ནའི་ལེ་ཨ་ན་ང་ཚོས་དེ་འདྲས་མ་ཡིན་པར་རེ་བ་དེ་འཇམ་པོ་བོ་ག་ནས་བྱེད་དགོས་རེ་མ་གཏོགས་ཤེད་ཤུགས་ངོམ་ཡག་གི་ག་ནས་བྱས་བས་ན་ཁོ་པས་བྱ་ཡག་ཨ་ན་སྐྱོན་གཉིས་པ་བཟོ་ཡག་ངེད་མ་སྐྱོན་མེད་བས་ན་དེ་རེ་རང་གི་གཙང་སེལ་བྱས་བྱས་སྐྱོན་བཟོ་ཡག་ཉན་ག་ཡོག་རེ་བ་ད་མདོར་བསྡུ་ན་རྡུལ་དཀྲུག་ཡག་ནས་བྱས་བྱས་རེ་བ་ང་ཚོས་དཔེ་རྙིང་གི་ཕྱོགས་སྒྲིག་བྱས་པའི་གང་ལ་རྡུལ་དཀྲུག་པ་ཟེར་ཉན་བྱོ་རྡུལ་དཀྲུག་པ་ཟེར་ཉན་དེ་དྭངས་གཙང་མ་མེད་ཆ་ཞུ་ན་གཙང་མ་བཟོ་ཡག་དེ་རེད། གད་དར་ཆེ། འོ། དེ་བཟོས་ཚར་སོང་ན་ཨ་མཆོག་ཆོས་གཅིག་ལས་ཡག་འགྲིག། ད་དེ་དེ་ནས་ག་རེ་ཟེར་ན་དེབ་གྲངས་ཀྱི་གོང་འོག་བསྒྲིག། བྱས་ཙང་ལས་ཀ་འདི་ག་རེ་ཟུག་དོན་ལས་དོན་འདི་འགྲིག་ཡག་འདི་རྙོག་དྲ་ཚ་བོ་ཞི་བོ་ཅི་ཡོག་རེད་ལ་ལས་འཛོལ་ཆེན་པོ་ཞི་བོ་ཅི་ཡོག་རེད། དེ་བས་དཔེ་དེ་ཚ་ཚོར་གྱི་ལས་ཀ་ཆེ་ཐག་རེད་དེ་འདྲ་ཡིན་དུས་ཙང། ལས་ཀ་འདི་བྱེད་པའི་སྐབས་ལ་ངང་རྒྱུད་དང་ཞིབ་ཚགས་ཞུ་བོ་ཅིག་དགོས་བསྡད་ཉན་ཆེ་རེད། དཔེ་རྙིང་ཕྱོགས་སྒྲིག་གི་ལས་ཀ་ནི་ཞིབ་ཚགས་ཆེ་ཞིང་རྙོག་དྲ་ཆེ་ལ་དཀའ་ཚེགས་ཆེ་བའི་ལས་ཀ་ཞིག་ཀྱང་ཡིན། དཔེ་རྙིང་ཕྱོགས་སྒྲིག་བྱེད་པའི་གོམ་པ་དང་པོ་ནི་བསྡུས་གསེལ་དང་བསྡུས་སྒྲུག་བྱེད་པ་དེ་ཡིན་པ་དང་ལོ་ངོ་བརྒྱ་སྟོང་མང་པོའི་ལོ་ཟླའི་ནང་ཆ་རྐྱེན་འདྲ་མིན་སྣ་ཚོགས་བརྒྱུད་པའི་དཔེ་རྙིང་བསྡུས་གསེལ་བྱས་ཏེ་དཔེ་རྙིང་གི་ཆགས་ཚད་དང་བཟོ་བཀོད་སྣག་ཤོག་སོགས་ཀྱི་ཁྱད་ཆོས་ལ་ལྟོས་ནས་དབྱེ་བ་ཕྱེ་དགོས་ཀྱི་ཡོད།
འདིའི་ལས་ཀ་འདི་སྤུས་ཚད་འདི་གལ་ཆེན་པོ་ཞུ་བརྩི་གི་ཡོད་རེད་དཔེ་རྙིང་ཐོག་ནས་ཆ་བཞག་ན་འདི་ཐད་ཀར་ག་བ་ཡ་འབྲེལ་བ་བྱེད་ཐུབ་གི་ཡོད་རེད་ཟེར་ན་ཅིག་དཔེ་དགོན་གི་རིན་ཐང་དག་ནང་བཞིན་ཕྱིས་སུ་ཡ་ཅིག་ག་རེ་ཟེར་ང་ཚོ་ཞིབ་འཇུག་བྱེད་ཡ་ཟེར་ཡུན་ནན་ཏྲ་འདི་འདི་རེད་ད་འབྲེལ་བ་ཡོད་པ་འདི་འདྲི་སོང་ཙང་འདི་སྣང་ཆུང་བཏང་རྗེས་ད་ག་ཟེ་བཞག་རུང་པའི་བྱ་བ་ཞིག་རྩ་བ་ནས་མ་རེད་རེད་བ། ཨ། ཁོ་ཕྱོགས་གཅིག་བྲིས་ཡོད་འདུག་ཙང་དེ་མ་གཅིག་ནང་དོན་ལ་བལྟས་རྗེས་འགའ་ཞིག་གིས་ག་རེ་གསུངས་ཨོ་ད་དེ་ན་ལ་ཡ་དེ་གནད་འགག་ཆེན་པོ་ཞུ་བ་གཅིག་གི་ཕྱག་དཔེ་གཅིག་ཡིན་ས་རེད་བསམ་སང་དེ་འདྲས་ཅིག་རྙེད་ཡོད་འདུག་ཙང་ཨ་ནི། རེད་རེད་ཆེ་ཆེ་ཁོའི་ཅིག་རྒྱུན་བཙལ་ཡག་ཡོད་བདེན་རྒྱོ་དེ་འདྲས་ཅིག་རེད་རེད་བ། བྱས་ཙང་ད་དེ་ཡི་སྣང་ཆུང་བྱས་ཡག་མེད་བདེན་རྒྱོ་རེད་བ།

སྐྱོམ། སྐྱོ་མ་ཡོག་སོགས་དེ་འདྲས་དགོས་ཏེ་རེད་པ། དེ་འདྲས་ཀྱི་ཅིག་ཚ་སྦྱོར་གྱི་རྣམ་པ་དེ་འདྲས་འདུག་ན་རྦད་དེ་ལམ་སང་ཅིག་བྲིས་སོ་རེ་ཁྱེད་དེ་འདྲས་ཀྱི། རྦད་དེ། ཤེས་དང་ཤེས་མོ་ངོམ་ཡག་གི་སོ་རེ་བྱེད་ཅེ། མེན་པ་བྱེད་ཅེ་རེད་པ་ཁོ་སྤྱང་པོ་བྱེད་ཅེ་ཁོ་ག་རེ་སོ་ན་ག་འདྲས་སུ་ཕ་ཅིག་མེད་པ་སོགས་གུག་ཏོ། ཇི་ལྟར་བྱེད་ཅེ་ཤུ་གུ་ཁོ་གནོད་སྐྱོན་མེད་པའི་ཐོག་ནས་ཨ་ནི། འདུལ་དེ་གའི་བར་སའི་གོ་གོ་ཏོ་དེ་འདྲས་ཀྱི་དགོངས་པ་བྱེད་ཡག་འདི་གལ་ཆེན་པོ་ཆེ་རེད་འདི་ཡིན་དུས་ཚང་འདི་ཚོ་ཡང་ཡིད་ཟབ་བྱེད་ཡག་དེ་རེད་ད་དུས་དཀྲུག་ཚར་བའི་ཞུ་བ་དང་ཅི་ཞུ་ཞུ་ནང་བཞིན་བྱེད་ཨ་ན་ཀ་དག་ཇི་བཞིན་བྱས་བྱས་སོ་སོར་གནས་པ་བྱས་བྱས་རེད་པ་འདི་འདྲས་དགའ་ནས་འབྲི་དགོས་ཡག་ཆེ་ཆེ། དེའི་ཞུ་བ་ཡང་ཨ་ན་ག་རེ་དགོས་ཀྱི་ཡོད་རེད་ཟེར་ན་དཔེ་རྙིང་གི་ཆ་ཚད་དང། སྣག་ཚ་དང། བཟོ་བཀོད་དང་དེ་འདྲས་ཀྱི་ཁྱད་ཆོས་ལ་བལྟས་བྱས་དབྱེ་བ་ཕྱེ། ཨ་ན་གལ་སྲིད་གླེགས་བམ་གཅིག་ཆོས་ཚན་གཅིག་ཆ་ཚང་པོ་ཡོང་ཐུབ་ན་ད་ཡག་ཤོས་རེད་བ། གལ་སྲིད་མེད་ཀྱང་དེར་ཡོད་པའི་ལྟ་ག་འདྲ་ཅིག་གར་སོང་རེད། དངོས་པོ་འདི་གས་ང་ཚོའི་འདི་ཆ་བོད་འདི་གས་ཨ་ནི། ཁོ། འདི་མ་ཕྱིན་པ་ཆུ་ཟོས་སུ་མ་ཕྱིན་པ་དང་འཕྲོ་བརླག་མ་ཕྱིན་པ་དང་ཡག་མེད་ན་ཁོ་ཅིག།

ད་གལ་སྲིད་ཆ་ཚང་པོ་མི་འདུག་ན་དེའི་ནང་ལོ་ལི་ཡ་ག་རེ་ག་རེ་ཆད་དོ་དེབ་གྲངས་ག་རེ་ཆད་དོ་དེ་འདྲས་ཆད་དུ་དགོས་ཡ་ཡིན་ནའི་འདྲ། ཡང་མེད་ན། ག་ཁ་ཅིག་ལ་ཡ་དེ་དེ་བཞུགས་ཤག་ཅེས་ཅེས་བཞུགས་དུ་དགོས་ཡ་ཡིན་ནའི་འདྲ་དེ་འདྲས་ཀྱི་ལས་ཀ་ཅིག་བྱེད་ཡ་ཡོད་དེ་མགྱོགས་ཅིག་རེད། ད་དེ་ནས་ཕྱོགས་བསྒྲིགས་གྲུབ་སོང་ན་ཨ་ང་ཚོ་ཡ་དཀར་ཆག་ཟེར་ཉེན་ཅིག་དགོས་ཡ་ཡོད་རེད་ད། དཀར་ཆག་ཟེར་དུས་ཙང་ཨ་ནེ་སྤྱི་བཏང་ག་ནས་དཀར་ཆག་རིག་པ་ཟེར་ཉེན་ཅིག་དེ་འདྲས་ཅིག་ཁྱེད་ཅེས་ཆེད་ལས་ཀྱི་གནང་པ་ཅིག་རེད་ད་དེ་ཡ། འདིར་དེ་ཞིབ་ཕྲའི་ག་ནས་ཞུ་མགོ་ཁོག་བྱས། ཡིན་ནའི་ལེ། མཚན་ལྡན་གྱི་དཀར་ཆག་བཀོད་ཡག་འདིས་ཨ་ནི་ཀློག་པ་པོ་གཞན་དག་ལ་ཡ་ཨ་ནི་ཐད་ཀར་གྱི་ཆ་འཕྲིན་ངོ་སྤྲོད་བྱེད་ཡག་ཡིན་དུས་ཙང་དེ་ཡ་གཟིགས། དཀར་ཆག་ཟིན་ཉིན་དེ་མཚན་ལྡན་བཀོད་ཡག་དེ་གལ་ཆེན་པོ་ཆེ་རེད། དཀར་ཆག་བཀོད་སྟངས་མང་པོ་ཡོད་རེད་ཟེར་བ་དཔེ་ན་མདོར་བསྡུས་ཀྱི་དཀར་ཆག་བཀོད་ཡག་རེད་བ། བྲི་འགའ་ཙམ་བཀོད་ཡག། ད་ག་ནང་བཞིན་རྒྱས་པ་བཀོད་ཡག། དཔེ་ན་མདོར་བསྡུས་ཟེར་དུས་ཙང་དཔེ་ན། ལུང་པ་འདིའི་ཡུལ་གྲུ་འདི་དགོན་པ་དེ་འདི་འདྲ་ལས། ཆགས་པའི་འདི་དང་འདི་འདི་འདྲས་སུ་ཉིན་འདི་འདྲས་འདུག་ཅེས་ཅེས་མཚོན་བྱང་ཙམ་བཀོད་ཡོད་པ། ཡང་ཁ་ཅིག་འདི་ལས་རྒྱས་ཚེ་བཀོད་འདི་སུས་མཛད་དོ་ལྡེབ་གྲངས་ག་མཛད་དོ་ཤུག་གུ་ག་རེར་དོ་སྣག་ཚ་ག་རེར་དོ། ཨོ། ཡིག་གཟུགས་ག་རེ་བེད་སྤྱད་དེ་བཏང་དོ་བྱིན་མ་རེ་དོ་སྤར་མ་རེ་དོ་ད་འདི་ལ་སོགས་པ་འདི་འདྲས་ཀྱི་རྟགས་ཡང་གཅིག་ཡོད་རེད། ད་དེ་བཞིན་དུ་གཅིག། རྒྱས་པ་ཨ་སི་དུ་ཙང་ཞིབ་ཕྲའི་སྒང་ནས་ཞིབ་འཇུག་གི་འབྲས་བུ་འདྲ་བོ་ཆེ་རེད་དེ་ཡིན་དུས་ཙང་རྒྱས་པ་དེ་ཚོ་ཡང་ཆ་འཕྲིན། རྒྱས་པ་དེ་ཚོ་ཡང་ག་རེ་སུ་ནི་ཆ་འཕྲིན་ཨ་ནི་སུམ་ཅུ་རྩ་གྲངས་ཡོད་དེ་འགྱུར་རེད་བ་ལྔ་བཅུ་རྩ་གྲངས་ཡོད་དེ་འགྱུར་དེ་འདྲས་ཀྱི་སྒང་ནས་དཀར་ཆག་སྐྱེལ་འདྲེན་བསྡུས་གསུམ་སུ་ཉེ་གི་སུ་རེད་དེ་འདྲས་ད་དེ་འདྲས་བཀོད་ཡག་རེད་དེ་བཀོད་པའི་སྐབས་ལ་ཡིན་ནའི་ད་གཙོ་བོ་ཡུལ་དུས་ཆ་རྐྱེན་སུ་ཉེ་དེ་ཚོ་ཡང་སྟོན་རྒྱུར་དཔེར་ན་རང་ཡུལ་སྐོར་འདྲ་བོ་ཆེན་ཡང་མེད་ན། དཔེ་རྙིང་གི་བརྟག་ཞིབ་འདྲ་བོ་ཅིག་ལ་ཡང་འགྲོ་བའི་སྐབས་ལ་ཡང་དུས་ཚོད་ཐུང་ཐུང་ཨ་ནི་ཅིག་ཆ་རྐྱེན་འཛོམས་པོ་མེད་པ་འདི་འདྲས་ཡིན་པའི་སྐབས་ལ་ཡང་དཀར་ཆག་དོད་པོ་བསྒྲག་དགོས། ཡང་ཅིག་ལྷོད་ལྷོད་ཆད་ཆད་ཇེ་མང་ཇེ་བཀོད་བཀོད་ཡག་གི་དཀར་ཆག་བཀོད་ཡག་དག་པི་གཉིས་ལ་ཡང་ཉམས་ཞིབ་བྱེད་ཡག་གི་དུས་ཚོད་འདི་འདྲ་བྱུང་སོང་ན་ཡང་དཀར་ཆག་རྒྱས་པ་འདི་འདྲས་དགོས་རེད་པ། མཚན་བྱང། དེ་རིགས་ཁུངས། རྩོམ་པ་པོ། ད་ག་ནས་བཞིན་འགྱུར་ཡིན་མིན་དཔེར་ན་བཀའ་བསྟན་དེ་ཚོའི་ནང་ལ་ཡང་འགྱུར་མང་པོ་བཅོས་རོགས་པ་དེ། ཨ་ནི་ལྷག་པར་དུ་དཔེ་ཆ་ཁོའི་ནང་དོན་ག་རེ་རེད་དོ་རེད་པ། འོ། རྩོམ་པ་པོ་ཡིན་ནའི་འདྲ། ཨོ་ད་དེ་འདྲས་འདི་ན་ལོ་བརྩམས་ཆོས་འདི་ན་ལི་ཁྱད་ཆོས་ག་རེ་དོ་སྣག་ཚ་ག་རེ་བེད་སྤྱོད་བཏང་དོ་ཤུ་གུ་ག་རེ་བེད་སྤྱོད་བཏང་དོ་ཡིག་གཟུགས་ག་རེ་སྤྱད་དོ་ཆ་ཚད་ག་ཚད་རེད་དོ། ཨ་ནི། དེབ་ལ་ཆད་ལག་འདྲ་བོ་ག་རེ་དོ། དེ་ལ་སོགས་པའི་ལྟ་ག་དང་ཆ་འཕྲིན་མང་དག་ཅིག་ཚུལ་ངོ་སྤྲོད་བྱས་ཡོད་རེད་འདི་ཚོ་ཡིན་ནའི་ཨ་ནི་ག་ལེ་ག་ནས་ཅིག་རྙེད་པ་བྱས་རེད་པ། དཀར་ཆག་ཟི་ཉན་དེ་ཡ་དཀར་ཆག་རྒྱན་འདྲེན་དུས་གསུམ་ཟེར་བྱས་དེ་འདྲས་བྱས་ཡོད་རེད་དཀར་ཆག་ཅིག་བཀོད་ཚར་ནས་ཨོ། མི་གཞན་དག་གི་ཞིབ་ཕྲའི་ག་ནས་ཀློག་ལོང་མེད་པ་ནས་ལྟ་འདི་ན་ལོ་ལི་ཡ་ཆ་བོ་འདི་དང་ཕ་གི་དང་འདི་འདྲས་བཅས་པ་འདུག་བསམ་སང་ཨ་ནི་སོ་སོས་དོ་ཁུར་བྱེད་ཡག་གི་རྐྱེན་གི་འོག་ད་ང་གོ་ཡག་གི་དཔེ་ཆ་བཅས་ཕི་གེ་འདུག་བསམ་སང་འདི་འདྲས་ག་ནས་དཀར་ཆག་གི་ཐབས་ལང་ག་ནས་རྙེད་ཡོང་ཡག་བྱེད་རོགས་པ། དཀར་ཆག་བསྒྲིགས་པ་ནི་དཔེ་རྙིང་གི་ཆ་འཕྲིན་ངོ་སྤྲོད་ཡོང་བར་བྱེད་པའི་མིག་ལྟ་བུ་ཡིན་ཞིང། ཚད་ལྡན་གྱི་དཀར་ཆག་འགོད་རྒྱུ་ནི་ཡིག་ཚང་བཞི་བཅས་པར་སྟོན་པའི་རེ་བ་ནན་པོ་ཞིག་ཀྱང་ཡིན། དཀར་ཆག་བཀོད་ཚར་རྗེས་བུ་དཔེ་བཟོ་རྒྱུ་དེ་དཔེ་རྙིང་སྲུང་སྐྱོབ་བྱེད་པའི་འདས་དོན་གལ་ཆེན་ཞིག་ཡིན་ཞིང། དེང་སྐབས་ཚན་རྩལ་འཕེལ་རྒྱས་ཆེ་བས་བོ་བི་བཟོ་ཐབས་ལ་པར་ཤུལ་རྒྱག་པ་ཙམ་མ་ཡིན་པར་པར་སློག་དང་གྲངས་མཛོད་དུ་བབས་པ་སོགས་ཐབས་ལམ་མང་པོ་ཡོད་པ་རེད། དཀར་ཆག་འདྲ་པོ་ཞིག་བཀོད་ཚར་སོང་ན་བོ་བི་བཟོ་ཉིན་དེ་ཟོག་གོ་གི་ཡོད་རེད། བོ་བི་བཟོ་ཡག་འདི་ད། མདོར་བསྡུས་ན་སྲུང་སྐྱོབ་ཀྱི་ནང་དོན་གལ་ཆེན་པོ་ཆེ་རེད། སྔས་མག་གི་བུ་བི་སི་ཏུ་གཙང་མ་ཁོ་རང་ལ་གཏད་རྗེས་དགྲ་བོ་ཆི་བྷི་ཀའི་བུ་བཟོ་སྟངས་འབྱོར་བ་ད་སྔ་མོ་སྔ་མོའི་སྐབས་ལ་གཞན་དག་གི་ཐབས་ཤེས་མེད་དུས་གཙང་བཤུས་བྱས་རྒྱུ་རེད། མ་ཡིག་དེ་ག་ནས་ཆི་བྷི་ཡིས་ཚུལ་བཤུས་བྱས་འབྱོར་བ། ད་དེ་ཡི་སྔ་མོའི་བཤུས་སྟངས་འབྱོར་བ་བཤུ་བའི་སྐབས་ལ་ཡང་གནས་ཚུལ་དྲང་ཐུག་ཡོང་གི་ཡོད་རེད་ག་རེ་ཟེར་ན་བཤུ་ཉེས་ཀྱི་བྱང་ཚད་མཐོ་དམན་དེ་འདྲས་ཀྱི་རྐྱེན་བྱས་རྗེས་ཨ་ནི་ཡི་གེ་དག་མ་དག་སི་ཉེ་ད་དེ་འདྲའི་མང་པོ་བྱུང་ཡོང་འདི་གི་རེད་པ་བྱས་ཙང་བུ་བི་སི་ཉེ་འདི་ད་ད་འདའི་ངོ་ནས་ཆ་བཤད་ན་བུ་བི་སོ་ཡག་གི་ལག་རྩལ་དེ་དཔེ་མི་སི་བའི་ཡག་པོ་ཆི་རེད་དེའི་ག་རེ་སི་འུ་དུ་ན་ཚན་རིག་ལག་རྩལ་ལ་སོགས་པ་ད་དེ་ཚོ་ཐོ་རུ་ཞུ་བ་ཆི་སྤྲོ་དུས་ཙང་དེང་སང་པར་རྒྱབ་ནས་ཀྲི་ཀ་ཀྲི་དག་ནང་བཞིན་ཅིག་ཅིག་དེ་འདྲས་ཡོད་རེད་བ་སྐབས་ཤུད་སི་ཉེ་སོར་དེ་འདྲས་བྱས་ཡོད་རེད་ད་ག་ནང་བཞིན་གྲངས་ཚོད་སོར་དེ་ཚོའི་ནང་བཟོས་བྱས། ཨ་ནི། ཕྱག་བུ་ཁོ་རང་གིས་ཅིག། ཁ་དོག། དེ་ཁ་ན་བཞིན་དབྱིབས། ཕྱག་འཚལ། ཅིག་སྣག་ཚ་དང་ཡིག་གཟུགས་དང་དེ་ཚུལ་མདོག་ཇི་མ་ཇི་བཞིན་ལ་མངོན་ཐུབ་ཉིན་དེ་འདྲས་ཅིག་ཡིན་དེ་དུས་ཙང་ད་དེ་འདྲས་ག་ནས་བུ་བུ་བཟོ་ཡ་དེ་འདྲས་རེད་བ། ལྷག་པར་དུ། ད་ཆ་རྒྱན་ཡག་རུ་ཡག་རུ་འགྲོ་དུས་ཙང་གྲངས་བཟོས་ཟེར་ཉེ་ག་སོར་དེ་འདྲས་དེ་འདྲས་ལ་ཕབ་རྒྱུ། ད་དེ་ཚུ། གལ་ཆེན་པོ་ཡིན་དུས་ཙང་ཨ་ནེ། བུ་པི་སུ་ཉིན་འདིའི་དོན་དམ་ཐོག་མ་པེ་ཁོ་རང་གི་པི་སྙིང་གི་འདི་འབྱོར་བ་དངོས་ཀྱི་རིན་ཐང་འདི་ཚུལ་ཕྲིན་ལས་ཀྱི་རྒྱུན་བསྐྱང་ཡག་ལ་པེ་མི་སྲིད་པའི་ཕན་ཐོག་ཡོད་དེ་མགྱོགས་ཅི་རེད་པེ་ན་ང་ཚོའི་བོད་པའི་དཔེ་ཆ་འདི་ཚུ་ཤུ་གུ་དང་འདི་འདྲས་ཡིན་དེ་དུས་ཙང་ལུག་རྒྱུད་ཐོག་ལ་ཡ་ཨ་ནེ་མེ་ཤོར་པ་རེད་སི་ཉེ་ག་སོ་རེད་ཆུ་ལ་ཞུགས་པ་རེད་སི་ཉེ་འདི་འདྲས་ཀྱི་རྐྱེན་བྱས་རྗེས་ར་པ་རྐང་བཙུགས་ནས་མེ་རྒྱབ་མགྱོགས་ཡིན་ནའི་མེ་ནའི་ཡིན་ནའི་ལས་ཞུགས་ལ་ཨ་ནི་ཤོར་ཅེས་དཔེ་ཆ་མང་པོ་ཅིག་མེད་པ་བྱ་བར་ཟིན་ནས་འདི་འདྲས་ཡོང་གི་རེད་བར་པ་ད་གལ་སྲིད་ང་ཚོས་ཅིག་བུ་བི་འདྲ་བོ་ཅིག་ཕབ་ཐུབ་པ་ཡིན་ན་ཨ་ནི། ཇི་སྲིད་མ་མ་བསྡད་པ་ཡིན་ནའི་བུ་དེ་ནམ་ཡང་གནས་ཐུབ་ཀི་ཡོད་རེད་བ་ཁོ་ག་རེ་ཟེར་ན་དེང་སང་པར་རྒྱུན་ཟེར་གི་ཡོད་ནའི་ད་གྲངས་ཚོད་ཀི་ཅིག་འདི་ཚོ་ཡིན་ན་ཐབས་ལམ་འདི་ཚོ་བཞི་བ་ཅིག་གི་ཚད་མཐོན་པོར་སླེབས་ཡོད་འདུག་ཙང་འདིའི་ཆ་ནས་བྱ་བྱས་ན་ང་ཚོས་དེང་སང་ག་རེ་ཞུ་གི་ཡོད་རེད་ཟེར་འཛམ་བུ་གླིང་གི་ཁྲོད་ལ་ཡང་དཔེ་རྙིང་སྲུང་སྐྱོབ་བྱེད་དགོས་ཀི་འདུག་ན། ལྟ་ཅིག་ཁོའི་ག་ནས་གྲངས་ཚོད་ཡི་ནས་འདྲ་དེ་འདྲས་པར་ཤུལ་ཡི་ནས་འདྲ་དེ་འདྲས་ནས་ག་ནས་ཨ་ན་ཅིག་ཕྲིན་ལས་ཀྱི་རྒྱུན་སྤེལ་ཡག་དེ་གལ་ཆེན་པོ་ཞུ་བརྩིགས་ཡོད་རེད་དེའི་ཐོག་ནས་གཅིག་ནས་མ་དཔེ་ཁོ་རང་ལ་ཡང་རིག་དངོས་ཀྱི་སྲུང་སྐྱོབ་ཐུབ་པ་ཙམ་མ་ཟད་གཉིས་ནས་ག་རེ་སུ་ག་ན་བུ་དཔེ་འདི་ཨ་ནི་ག་རེ་ཁོའི་ཕྲིན་ལས་བསྐྱངས་རྗེས་རེ་བ་ཡིག་ཚང་གི་རིན་ཐང་དེ་ཡི་ནས་སྔོག་འདོན་ཐུབ་ཐུབ་པ་ཐུགས་ཡོད་བརྩིགས་ཡོད་རེད་གལ་སྲིད་མི་ཡིས་རྙིང་པ་དཔལ་ཏེ་རྩ་ཆེན་པོའི་ཕྱག་དཔེ་བཅིངས་པས་ན། ཁོ་རྦད་དེ། ཆ་རྐྱེན་ཡག་པོ་ཞུ་བ་ཅིག་བཀང་ནས་ཉར་ཚགས་བྱས་ཡོད་པས་ན་མི་གང་གཱའི་སྟག་གིས་དེད། གང་གཱའི་ཁ་སྔོག་གིས་བལྟ་བས་ནམ་ཞིག་ཁོ་རྦད་དེ་སྐྱོན་ཤོར་འགྲོ་གི་རེད་པ། ལྷག་པར་ལོ་ངོ་སྟོང་ཕྲག་ཕྱིན་ཤར་མགྱོགས་ཀྱི། དཔལ་ཆ་རྙིང་པ་འགའ་ཞིག་ལ་ཡ་ཨ་ནི། ཁོ་གཅིག་ཁ་གཅིག་སྔོག་པ་དགའ། ད་ག་རང་ལ་ཡ་ཨ་ནི་ག་རེ་སུ་ག། མདོར་བསྡུས་ན་འཕྲོ་བརླག་ངེས་ཅན་ཅིག་འགྲོ་གི་ཡོད་རེད་རེད་པ། དཔེ་ཆ་ཁོ་རང་ལ་ཡ་ཉམས་མེད་དུ་མ་སོང་ནས་ཤུགས་ཆེན་པོ་དོ་ཕོག་དུ་མ་སོང་ནས་ཤུགས་ཆེན་པོ་ཅིག་འགྲོ་གི་ཡོད་རེད། དེ་འདྲ་ཡིན་དུས་ཙང་མ་དཔེ་འདི་ཕར་ཡག་པོ་བྱེད་ཅེས་ཕར་དཔར་ལོག་ཡག་པོ་ཅིག་རྒྱབ་ཚར་དུས་ཙང་མ་དཔེ་འདི་བསྟན་ཚུལ་གང་ཡིན་ནའི་འདྲ་སྐུ་འགའ་ར་བ་ཡིན་ནའི་འདྲ་ནང་བསྟན་ཡིན་ནའི་འདྲ་དེ་ཡང་རྦད་དེ་ཡག་པོ་བྱས་ཉར་ཚགས་བྱས་ཨ་ནི་དེ་ཡང་ཞིབ་འཇུག་བྱེད་ཉིན་ཅིག་ངོས་ནས་ཆ་བྱས་ན་བུ་དཔེ་དེ་ཚོ་བལྟས་ཤ་བས་ན་ཨ་ནི་འདི་གལ་ཆེན་པོ་ཅིག་ཆེ་བ་བྱས་ཙང་འདིའི་ཐབས་ལམ་འདི་དོན་དམ་ཐོག་དེང་སང་གི་ཚན་རིག་གི་རྒྱུན་དང་མཐུན་པའི་དཔེ་རྙིང་གི་སྲུང་སྐྱོབ་བྱེད་ཡག་གི་ཐབས་ལམ་ཡག་པོ་བྱེད་རེད་ཟེར་བ། དེས་མ་ཚད་ད་དུང་ང་རང་ཚོ་ཅིག་དཔེ་རྙིང་ཕྱོགས་བསྒྲིགས་བྱས་རེད་བ། ཕྱོགས་བསྒྲིགས་ད་འདི་ཚགས་ནི་ད་དུང་ག་རེད་ཟེར་ན་ཨ་མ་ཡི་གེའི་སྤོབས། ད་ག་ནས་བཞིན་ཡི་གེ་ཡག་ཞུ་དག་བཏང། ཨ་ལེགས་བྲིས་འདྲ་བོ་བྱེད་པར་ལ་བསྐྲུན། འདི་འདྲས་ཀྱི་ཨ་ནི་འདི་འདྲ་ཡོད་རེད་པར་བསྐྲུན་བྱས་ཏེ་ལྟ་འདི་བུ་པའི་ནང་གི་ནང་དོན་གཅིག་ལ་ཡ་རྩི་ནས་འབྲི་གི་རེད་སྔ་མོ་ཡིན་ན་བུ་པའི་བཟོ་ཡག་གི་ཐབས་ལམ་མང་པོ་མ་བཏུས་པའི་པར་བསྐྲུན་སྲིད་ཉེས་དེ་གལ་ཆེན་པོ་ཆེ་བརྩི་གི་ཡོད་རེད། གཅིག་ནས་ད་མང་པོར་དུ་མར་གྱེས་པས་ཨ་ནི་ཁོའི་འཕྲུལ་ཐབས་བྱེད་རེ་བ་དེ་གལ་ཆེན་པོ་བྱེད་རེ་ད་ད་ལྟའི་ཆ་ལ་ཡང་བུ་ཕི་སོ་ཡག་གི་ལག་རྩལ་མང་པོ་བྱེད་ཡོད་དུས་སང་དེ་ཨ་གཅིག་ནས་མ་བི་ཁོ་རང་ལ་ཡང་འཕྲོ་བརླག་མ་འགྲོ་ཡག་གི་རྒྱུ་མཚན་ཡོག་རེ་ལ་གཉིས་ནས་ཁོའི་ནང་དོན་རེ་ཡིག་ཚང་གི་རིན་ཐང་སྔོག་འདོན་བྱས་ལ་ཡང་ཕན་ཐོག་ཡོད་བདེན་འགྱོག་དེ་འདྲས་བྱེད་རེ་མདོར་བསྡུས་ན་ང་ཚོ་ཁྱིམ་ཚང་ཡིན་ནའི་འདྲ་དཔེར་ན་ཆེ་སའི་དགོན་པ་རེ་བ་ཆུང་སའི་ཁྱིམ་ཚང་ད་གང་དང་གང་ཡིན་ནས་སོ་སོ་དཔེ་རྙིང་བརྗོད་པས་ན་དེ་ཡང་ཡིན་གཅིག་མིན་གཅིག་ཞག་དང་ཞོར་ལ་ཡང་སྲུང་སྐྱོབ་བྱ་དེ་གལ་ཆེན་པོ་རེད་སྲུང་སྐྱོབ་བྱ་གི་ཐབས་ལམ་གཉིས་འདུག་གཅིག་ལ་མ་དཔེ་དངོས་ཁོ་རང་ལ་ཡང་ཨ་ནེ་གཅིག་རིག་དངོས་གང་ནས་སྲུང་སྐྱོབ་བྱ་ཕྱིར་བ་འདི་འདྲས་གཅིག་ཡོད་པ་ད་གཅིག་ས་དང་རྡུལ་དང་ཨ་ནེ་གཅིག་ད་ག་ནང་བཞིན་བུ་ལ་མེ་དང་ཆུ་དང་སིལ་སྙན་འདི་འདྲས་ཀྱིས་གཅིག་རང་བྱུང་ཡིན་ནའི་འདྲ་མིའི་གཟོན་སྐྱོང་ཡིན་ནའི་འདྲ་འདི་འདྲས་ཀྱིས། དོ་ཕོག་མེད་པར་གནོད་འཚེ་མེད་པར་གཅིག་གསོ་དགོས་ཀྱི་ཡོད་རེད། གཉིས་ནས་ག་རེ་སྒུག་ཡོད་རེད་ཟེར་ན་ཁོའི་འཕྲིན་ལས་ཀྱི་རྒྱུན་སྤེལ་ཡག་ལ་ཡ་ཨ་ནི་དཔར་ལོག་རྒྱབ་ཕྱེ་ཨག་གསོ་རེད་དེ་ཚོ། དེང་སང་དཔར་དེ་ཚོ་ནི་སྟབས་བདེ་བོ་ཞེ་དྲག་རེད། ད་དེ་འདྲས་ཀྱི་སྒ་ནས་ཐབས་ལམ་ལ་བརྟེན་རྗེས་ཨ་ནི་ཁོའི་ཅིག་འཕྲིན་ལས་ཀྱི་རྒྱུན་སྤེལ་ཡག་གི་དགོངས་པ་བཞེས་ཡག་དེ་གལ་ཆེན་པོ་ཆེ་རེད། འཛམ་བུ་གླིང་ལ་ཡ་དཔེ་རྙིང་སེ་རྙེད་དེ་སྲུང་སྐྱོབ་བྱེད་པ་ཡ་གྲོས་གཞི། གྲོས་གཞིར་གཉིས་ལ་ཡང་དོ་སྣང་ཞུ་བ་བྱེད་དགོས་ཡོད། གྲོས་ཚད་ཏན་ཏན་ཏིག་ཏིག་ཅིག་དགོས་ཀྱི་ཡོད་རེད་བ། ད་ག་ནང་བཞིན་བཤེར་རྩད་སུས་སུས་གཙང་བཀའམ་བློན་གྱི་ཆ་ཞིག་ཡོད་རེད་བ། དེའི་ལས་ཏག་ཏག་མ་བསྡད་བས་ན། ཨ་ནི། བས་ན་ཚ་བའི་ལུང་པ་འདྲ་བོ་རེད་བ། དེ་འདྲ་ལ་ཡང་ཡིན་ན། གཅིག་གྲོས་ཚད་ཆེན་པོ་བྱེད། ད་ག་ནང་བཞིན་གྱི་བརླན་བཤེར་དེ་ཆེན་པོ་ཡིན་དུས་ཙང་དཔེ་རྙིང་ལ་ཡང་ཨ་ནི། འཕྲོ་བརླག། ཏག་གི་ཏག་གི་ནང་ལ་ཡང། འགྲོ་བདེ་ནས་དེ་འདྲ་ཡོད་རེད། འབུ་ཕྲ་དེ་འདྲ་ནས་མང་པོ་ཞུ་བོ་ཅིག་གི་པི་ཉིང་ལི་ཡ་གནོད་ཉེན་གི་འབུ་ཕྲ་བརྒྱད་ཅུ་རྩ་གྲངས་ཡོད་ཟིག་ཡོད་རེད་བྱས་ཙང་དེ་ཚོ་ཡིན་ནའི་ཟས་བྱས་མིག་བལྟས་ཀྱི་མཐོང་ཡག་ཡོད་མ་རེད་ཡིན་ནའི་ལས་དེ་རིང་བལྟས་པ་དང་སང་ཉིན་གནས་སང་ཉིན་གི་གནས་སྟངས་རྦད་དེ་ཧེ་བག་ཡོད་དེ་འགྱོ་ང་ཚོ་བོད་འདྲ་བོ་ཅིག་ལི་ཡ་སྟབས་ཡག་ནི་ཨ་ན་ང་ཚོ་རང་བྱུང་ཁོར་ཡུག་འདིའི་སྐམ་ཤས་ཆེན་པོ་དེ་འདྲ་ཅིག་ཡོད་རེད་པ་ཨ་ན་ས་ཆ་མཐོན་པོ་ཡིན་དུས་ཙང་ཁོའི་གྱི་གར་སར་ད་ལྟ་དུ་སུས་ལུང་གི་ཚད་དེ་དམའ་བོ་ཡིན་དུས་ཙང་དཔེ་རྙིང་གིས་སྲུང་སྐྱོབ་བྱས་ལ་ཡང་ཕན་ཐོགས་ཡོད་བདེན་འགྱོག་ཅི་རེད། ད་ག་ནང་བཞིན་ང་ཡང་ཚོའི་ཤུག་གུ་དེ་ཚོ་ཡིན་པས་ནས་ཨ་ནི་སྙིང་པོ། རེད་པ། སྔར་གྱི་དུག་ཤིང་ལ་སོགས་པ་འདི་འདྲས་ཀྱི་བཅོས་བྱ་འགྱོག་ཡིན་པ་ཁོའི་རྒྱུ་དེ་བརྟན་པོ་ཞུ་བ་ཅིག་ཡོད་པ་བྱས་རེད་པ། ཨ་ནི་ཙི་ཙི་དང་བྱི་བ་ལ་སོགས་པ་ད་ག་ནང་བཞིན་བུ་ལ་སོགས་པ་འདི་འདྲས་རྒྱ་དགུ་ཡོད་མ་རེད་བྱས་ཙང་འདི་ང་ཚོའི་དགའ་སའི་ཕྱོགས་ཞིག་རེད་ཡིན་ནའི་ལས་རྒྱུན་མཐུད་ནས་སྲུང་སྐྱོབ་བྱེད་དུ་ཙང་ཞག་དང་ཞོར་ལ་ཡར་གཟིགས་རྡོ་གནང་ཡིན་ཚེ་མེ་སྐྱོན་མ་ཡོང་བ་རྡུལ་སྐྱོན་མ་ཡོང་བ་ཆུ་སྐྱོན་མ་ཡོང་བ་འདི་འདྲའི་སྒང་ནས་ཉར་ཚགས་གནང་དགོས་ཡག་འདི་གལ་ཆེན་པོའི་སུ་རེད་འདི་ཚོའི་དགྲ་ལ་ཡར་བག་གཡེང་དང་ཧུད་རྒྱུགས་མ་ཤོར་བ་ཡག་ཨ་ནི། རིན་བྲལ་གྱི་ནོར་བུ་དེ་ཚོ་ད་ད་ལྟ་བོད་དུ་ལོ་བརྒྱ་ཕྱིན་ཚར་མགྱོགས་ཡིན་ནའི་འདྲ། ལོ་ལྔ་བརྒྱ་དྲུག་བརྒྱ་ཕྱིན་མགྱོགས་ཡིན་ནའི་འདྲ་ལོ་སྟོང་ཕྲག་ཕྱིན་མགྱོགས་ཡིན་ནའི་འདྲ་འདི་འདྲའི་གི་ཆ་བོ་ཆེ་རེད་འདུག་ན་ངེས་པར་དུ་གཟིགས་རྟོག་ཡག་པོ་གནང་རྗེས་བྱི་དོར་དང་བཀུར་བཟོས་མ་ཡོད་པ་གནང་ཡག་འདི་ཨ་ནི། དེ་རིང་ངས་འདིའི་ལེ་ཚན་འདི་ཞུ་སྒོའི་སྙིང་གཏམ་འདྲ་བོ་ཅིག་ལ་ཡང་བཞག་གི་ཡིན་ཐོག་ཆེ་ཆེ།